ལུས་རྒྱས་གདུང་བས་ཡིད་ལེའུ་གསུངས་པ། ལྷན་རྒྱས་རྣམ་པ་ད་ལྟ་ང་ཚོ་ཡོ་སེབ་དང་པུ་ཏི་ཕར་གྱི་ཆུང་མ་ཡི་ལུས་རྒྱས་སྐོར་བལྟ་གི་ཡིན། དེ་ནས་ཨི་ཇེབ་ནང་མི་ཡམས་པ་མཚུངས་པ་རྣམས་ཀྱིས་ཡོ་སེབ་དེས་རྒྱལ་པོ་ཕུག་རོན་བཀྲུངས་མཁན་མགོ་ཁྲིད་པ་པུ་ཏི་ཕར་ལ་བཙོངས་པ་རེད། ཡིན་ན་ཡང་ཡ་ཧོ་ཝཱ་དཀོན་མཆོག་ཡོ་སེབ་དང་མཉམ་དུ་ཞུགས་ཡོད་པ་དང་ཁོང་གིས་ཡོ་སེབ་ལ་ཕུན་སུམ་ཚོགས་པ་བཟོ་བ་མ་ཟད་ཡོ་སེབ་པོ་ཏི་ཕར་ཡི་ཁང་པ་ནང་དུ་གནས་ཡོད་པ་རེད། ཡ་ཧོ་ཝཱ་དཀོན་མཆོག་ཡོ་སེབ་དང་མཉམ་དུ་ཞུགས་ཡོད་པ་དང་ཁོང་གིས་བྱས་པའི་ལས་རྣམས་བསྒྲུབས་པ་དེ་ཨི་ཇེབ་ཀྱི་སྦྱིན་བདག་གིས་ཡང་ཤེས་པ་རེད། བུ་ཏི་ཕ་ཡིས་ཡོ་སེབ་ལ་དགའ་བ་དང་ཁོང་ལ་ཡིད་ཆེས་བྱས་ནས་རང་གི་ཁང་པ་ནང་དུ་ཡོད་པའི་བཅའ་ལག་ཐམས་ཅད་ཀྱི་ཆ་འཛིན་བསྐོས་པ་རེད། བུ་ཏི་ཕ་ལ་ཡོད་པའི་དངོས་པོ་ཐམས་ཅད་ཡོ་སེབ་ཀྱིས་བདག་འཛིན་དང་ལྟ་རྟོག་ཡག་པོ་བྱས་པ་དང་བུ་ཏི་ཕ་ནི་ཁ་ལ་ཟ་ཡ་མ་གཏོགས་ཟིན་བྲིས་སྐམ་ཅིག་མེད་པ་རེད། ཡོ་སེབ་ནི་ཕོ་སར་སྟག་ན་སྡུག་པ་ཡིད་དུ་འོང་བ་ཞིག་ཡོད་པ་རེད། དེའི་འགའ་ཤས་ཡི་རྗེས་སུ་པུ་ཏི་ཕཱ་ཡི་སྤྱན་མིག་དེས་ཡོ་སེབ་ལ་སེམས་པ་ཤོར་ནས་མོ་དང་མཉམ་དུ་གནས་བའི་སྐད་བཏང་བ་རེད། འོད་ཀྱང་ཡོ་སེབ་ཀྱིས་མོ་ཡི་ཁ་ལ་མ་གནས་པར་ངའི་སྦྱིན་བདག་ཅིག་དངོས་པོ་ཐམས་ཅད་ལ་ལྟ་རྟོག་བྱེད་བའི་དབང་ཆ་ང་ལ་སྤྲད་ཡོད། ཁོང་ལ་ད་ལྟ་གསེར་ཁྲི་གཅིག་ཀྱང་ཡོད་མ་རེད། ངས་དངོས་པོ་ཐམས་ཅད་ལ་ལྟ་རྟོག་བྱེད་ཀྱི་ཡོད་པ་ཁོང་གིས་ང་ལ་ཡིད་ཆེས་གནང་གི་ཡོད་ཞེས་ཟེར་བ་རེད། མོ་ཡིས་ཉི་མ་རྟག་པར་ཡོ་སེབ་ལ་ཟ་མོ་དང་མཉམ་དུ་གནས་བའི་སྐད་ཆ་བཤད་ཀྱི་ཡོད་པ་དང་ཡོ་སེབ་ཀྱིས་མོ་ལ་ལབ་པ། ང་ཁྱེད་དང་མཉམ་དུ་གནས་ཀྱི་མེད་ཟེར་ནས་མོ་དང་མཉམ་དུ་བསྡད་འདོད་མེད་པ་རེད། འོན་ཀྱང་ཉི་མ་གཅིག་ཡོ་སེབ་ལས་རིགས་ཡོད་པ་དང་ཁོང་ཁང་པ་ནང་དུ་ཕྱིན་པའི་སྐབས་སུ་ཁང་པ་ནང་དུ་ནང་མི་དང་གཡོག་པོ་གཅིག་ཀྱང་མེད་པ་རེད། མོ་ཡིས་ཡོ་སེབ་ཀྱིས་གོས་ཟན་ནི་ང་དང་ན་འདོད་སྙེག་ཞེས་ཟེར་བ་དང་འོད་ཀྱང་ཡོ་སེབ་ཀྱིས་རང་གི་གོས་དེ་མོ་ཡི་ལག་པ་དུ་བཞག་ནས་ཕྱི་ལོགས་ལ་འཕྲལ་ཕྱིན་པ་རེད། སྦྱིན་བདག་དེས་ནང་དུ་མ་ལོག་བར་དུ་མོ་ཡིས་ཡོ་སེབ་ཀྱི་གོས་དེ་མོ་དང་མཉམ་དུ་བཞག་པ་རེད། སྦྱིན་བདག་དེས་ནང་དུ་ལོག་ཡོང་བ་དང་མོ་ཡིས་གནས་ཚུལ་དེ་ཁོང་ལ་བཤད་པ། ཁྱེད་ཀྱིས་ཁྲིད་ཡོང་བའི་ཧེབ་རུ་ཡི་བྲན་གཡོག་དེས་ང་ལ་སྤྲེལ་ཡང་བཏང་ཁ་ལྷས་སོང། དེ་ནི་ངས་རོགས་པ་བྱས་པའི་ཕྱིར་སྐད་ཆེན་པོ་བརྗོད་པ་ཡིན་ཁོང་གིས་དུ་ལོག་སྟེ་དེ་ལ་གཡུག་ནས། ཕྱི་ལོགས་ལ་བྲེལ་སོང་ཞེས་ཞུས་པ་རེད། སྐད་ཆ་དེ་གོ་བ་དང་ཡོ་སེབ་ཀྱི་སྦྱིན་བདག་ཁོང་ཁྲོ་ཤིན་ཏུ་ལངས་པ་རེད། པོ་ཏི་ཕཱར་ཡིས་ཡོ་སེབ་བཟུང་ནས་རྩེད་ཁང་དུ་བཅུག་པ་དང་རྩེད་ཁང་དེ་ནི་རྒྱལ་པོ་ཡིས་བཙན་པ་རྣམས་བཞག་ས་དེ་རེད།